བཀྲ་ཤིས་བདེ་ལེགས། དེ་ནི་དེ་རིང་ང་ཚོ་གཞིས་ཆགས་དགུན་ཆབ་མཚེས་རྩ་བ། ནས་བདུན་པའི་སྐབས་དང་པོ། མཇལ་ཕྱེད་ཅེས་ལྡེ་མིག་རྣམ་པར་ངེས་པའི་སློབ་ཚན་ལྔ་པ་དེ་འགྲོ་ཡ་ཡིན། དེ་ནི་དེ་རིང་གི་བརྗོད་གཞི་ཡིན་ན་རིག་པ་བཞི་ཟེར་བ་དེ་རེད། སྤྱིར་བཏང་ང་ཚོས་སྐབས་འདིའི་སློབ་ཚན་སྤྱི་ཡོངས་ཀྱི་ཆ་ནས་བཤད་པ་ཡིན་ན། ནི། རྒྱལ་བའི་གསུང་རབ་ལ་ཐུགས་བསམ་དགོངས་གསུམ་བྱེད་ཚུལ། ལྷག་པར་དུ་བསམ་པ་བྱེད་ཚུལ། རང་གི་བླ་མ་དགེ་བའི་བཤེས་གཉེན་ལ་སོགས་པ་གི་མདུན་ནས་ཆོས་མཉན་ན་འདྲ། ཡང་ན་རང་ཉིད་ཀྱིས་དཔེ་ཆ་ཀློག་ནས་སློབ་སྦྱོང་བྱས་ན་འདྲ། གང་ལྟར་དེ་ལྟར་སྤྱད་པའི་གོ་རིམ་གྱི་ཁྲོད་དུ་ཇི་ལྟར་བལྟ་དགོས་པ་རེད། ཇི་ལྟར་བསམ་བློ་བཏང་དགོས་པ་རེད། ཐུགས་བསམ་དགོངས་བསམ་གྱི་ནང་ལོགས་ནས་བསམ་པ་དེ་ཇི་ལྟར་བྱེད་དགོས་པ་རེད་ཟེར་བ་དེ་བཤད་ཀྱི་ཡོད་པ་རེད། བསམ་པ་བྱེད་ཚུལ་དེ་ལ་དྲང་བ་དང་ངེས་པའི་དོན་བཤད་པ། དེ་ནས་དགོངས་ལྡེམ་དགོངས་གཞི་བཤད་པ། སྟོན་པ་གཞི་བཤད་པ་རིགས་པ་གཞི་བཤད་པ། འོ་དེ་དག་གི་ཐབས་ཤེས་ལ་བརྟེན་ནས་སྦྱར་བའི་གསུང་རབ་ཀྱི་དོན་དག་དེ་ཧ་གོ་གོ་རེད། དཔེར་ན་མདོ་གཅིག་ཀློག་པ་ཡིན་ན་མདོ་དེའི་ནང་དུ་བསྟན་པ་དེ་དྲང་བའི་དོན་རེད་ངེས་པའི་དོན་རེད། ཡང་ན་དགོངས་པ་ཅན་རེད་ལྡེམ་དགོངས་རེད། ཨ་ནི་དེའི་ནང་དུ་གཙོ་བོ་བྱེད་དགོས་པ་དེ་གང་རེད་འདུག་གང་ཟག་རེད་འདུག་ཨེ། གང་ཟག་དེ་བསྟན་པའི་ཚིག་ཡང་ན་བརྗོད་བྱ་དེ་རེད་འདུག་ཨོ། དེ་ནང་བཞིན་གྱི་སྦྱར་བའི་གསུང་རབ་ཀྱི་ནང་གི་བརྗོད་བྱ་གང་ཡང་རུང་བ་ཅི་ཧ་གོ་བར་བྱེད་པ་ལ་ཨ་ནི་རིགས་པ་དངོས་པོ་གནས་ལུགས་དང་མཐུན་མི་མཐུན་གྱི་རྣམ་གཞག་དངོས་པོ་གནས་ཚུལ་དང་མཐུན་དང་མི་མཐུན་དེ་ལྟར་ལྟ་བ་ལ་རིགས་པ་བཞི་ཡོད་པ་རེད། ཨ་ནི་སྤྱིར་བཏང་རིག་པ་ཟེར་ན་ག་རེ་ཟེར་གྱི་ཡོད་རེད་ལབ་དུས་གང་ལ་དངོས་པོའི་གནས་ཚུལ་ཟེར་གྱི་ཡོད་ད། དངོས་པོའི་གནས་ཚུལ་གྱི་འབྲེལ་བ། དཔེར་ན་རྒྱུ་དང་འབྲས་བུའི་འབྲེལ་བ། སྤྱི་དང་བྱེ་བྲག་གི་འབྲེལ་བ། ཨོ་དེ་ལ་རིག་པ་ཟེར་གྱི་ཡོད་པ་རེད། ཨ་ནི་རིག་པ་ཞེས་བྱ་བ་ལ། འདིའི་རྩ་བ་ཡིན་ན་འཇིག་རྟེན་ལྟོས་གྲུབ་དབང་ཡུལ་རྣམ་ཤེས་སོ། རང་ཡུལ་ལས་ཆེས་དོན་གཞན་མི་སྐྱེ་དང། མངོན་སུམ་རྗེས་དཔག་རླུང་གི་མཚན་མ་གཉིས། ཆུ་ཀུན་རང་དང་སྤྱི་མཚན་རྡུལ་ནི་གྲུབ། རིམ་བཞིན་བཏུ་དང་བྱ་བ་བྱེད་པ་དང། ཐལ་གྲུབ་ཆུ་གཉིས་རིག་པ་ཞེས་སུ་གྲགས། རྩ་བ་ཚིག་རྐང་དྲུག་འོ་དེ་འདྲ་ཅིག་གསུངས་འདུག། ད་ནི། སྤྱི་དང་རིག་པ་ཟེར་ན་ག་རེ་ཟེར་གྱི་ཡོད་རེད་ལབ་དུས་གང་ལ། དེ་ལ་འཇིག་རྟེན་ན་གྲགས་ཤིང་ཀུན་རྫོབ་ཙམ་དུ་མཚན་མི་གྲུབ་པ། དཔྱད་ན་ཐལ་ཀྱང། དབུལ་བ་ནི་རིགས་པ་ཅེས་བྱ་སྟེ། ནི་འཇིག་རྟེན་ན་གྲགས་པ་ལབ་སྟེ་གང་ལ་འཇིག་རྟེན་ཐུན་མོང་གིས་དེ་ལྟར་ཡིན་པར་རྣམ་པར་གཞག་པ། དཔེར་ན་འཇིག་རྟེན་ཐུན་མོང་གིས་འགྲོ་བ་སེམས་ཅན་གྱི་སྲོག་བཅད་ན་སྡིག་པའི་ལས་ཡིན་པའམ་ཡང་ན་བྱ་བ་མི་ལགས་པ་ཞིག་ཡིན་པ་དེ་འཇིག་རྟེན་ཐུན་མོང་ལ་ཡོངས་སུ་གྲགས་པ་རེད། དེ་ལྟར་དུ་མེའི་ཚ་བ་ཡིན་པ་དང་ཆུའི་རློན་པ་ཡིན་པ་ལྟ་བུ། འོ་དེ་འདྲ་འཇིག་རྟེན་ཐུན་མོང་གི་འཇིག་རྟེན་ཡོངས་གྲགས་ཀྱི་ཁས་ལེན་ཐུབ་པ་དེ་འདྲ་ཅིག་དང་ཀུན་རྫོབ་ཙམ་དུ་ཚ་མི་གྲུབ་པ་ཨ་ནི་ཡོད་པ་ཞིག་ཟེར་གི་ཡོད་རེད། ཨ་ནི་སྤྱིར་བཏང་ང་ཚོ་ཡོད་དང་མེད་ཟེར་བའི་སྐད་ཆ་བཤད་པའི་སྐབས་སུ་ཀུན་རྫོབ་ཏུ་ཡོད་དང་མེད་སྐད་ཆ་བཤད་གི་ཡོད་པ་རེད། ཁོ་རང་དམིགས་བསལ་གྱི་དབུ་མ་གི་ལྟ་བ་བསྟན་ལ་འབེབས་པའི་སྐབས་འདྲ་བོ་དེ་འདྲ་ཡིན་ན་ཡོད་དང་མེད་ཟེར་བ་དེ་དོན་དམ་པར་ཡོད་དང་མེད་ཟེར་བའོ་དེ་འདྲ་གི་སྐད་ཆ་ཡོད་པ་རེད་མ་གཏོགས་དཔེར་ན་མདུན་ན། ཆོས་ཤིག་འདུག་འདི་ན་ཆོས་ཡོད་ལྟ་བུ། དེ་འདྲའི་སྐད་ཆ་བཤད་པའི་སྐབས་སུ་ཀུན་རྫོབ་ཀྱི་རྣམ་གཞག་དེ་གཞིར་བཞག་ནས་བཤད་ཀྱི་ཡོད་པ་རེད་མ་གཏོགས་དེ་ལ་དོན་དམ་དུ་ཚད་མས་གྲུབ་མ་གྲུབ་ཀྱི་སྐད་ཆ་ཡོད་མ་རེད། འོ་དེང་སང་ཀུན་རྫོབ་ཙམ་དུ་ཚད་མས་གྲུབ་པའམ་ཡང་ན་ཡོད་པ་ཞིག་དགོས་པ་རེད། ཨ་ནི་ཡོད་པའི་གནས་ལུགས་དེ་ལ་ཨ་ནི་དཔྱད་པ་བཏང་ན་ཡང་དེ་ལྟར་དབུལ་བ་དེ་ལྟར་འགྲིག་པ། དཔེར་ན། མེ་ཚ་བ་རེད་ཟེར་ལབ་པ་ཡིན་ན་ནི་དེ་འཐད་ཀྱང་འོས་པ། མེ་ཚ་བ་ཡིན་པའི་རྒྱུ་མཚན་ག་རེ་ལབ་སྟེ་དེ་ལ་ལག་པ་རེག་ན་ཚིག་འགྲོ་བ། ཤོག་བུ་ལྟ་བུ་ཤིང་ལྟ་བུ་བཞག་ན་ཡང་མེ་འབར་འགྲོ་བ་ཚིག་འགྲོ་བ། འོ་དེ་འདྲ་ཅིག་ལ་ཚ་བ་ཟེར་གྱི་ཡོད་རོ། འོ་དེ་ལྟར་འཐད་པའམ་ཡང་ན་འོས་པ་ཡང་ན་འགྲིག་པ། འོ་དངོས་པོ་ཁོ་རང་གི་གནས་ཚུལ་དེ་འདྲ་ཞིག་ཡིན་པ། འོ་དེ་ལ་རིག་པ་ཟེར་གྱི་རེད། རིག་པ་ཟེར་བ་དེ་མི་ཡིག་ཅིག་གི་བསམ་བློ་དང་ནི། འདྲ་འདྲ་འགྲིག་འགྲིག་གི་སྐད་ཆ་ཅིག་བཤད་པ་དེ་ལ་རིག་པ་ཟེར་གི་ཡོད་མ་རེད། དངོས་པོ་ཡང་ན་ཆོས་རང་ཉིད་ཀྱི་གནས་ཚུལ་དང་མཐུན་པ་དེ་ལ་རིག་པ་ཟེར་ལབ་གི་ཡོད་པ་དེ་འདྲ་ཞིག་རེད།